བསྟན་པ་འཇགས་ཡང་ལ་ཁོ་རང་ཅིག་ཆར་མཚོན་པ་ཡིན་ན་ནི། བོད་དོན་གྱི་ད་བར་བོད་དོན་ལས་འགུལ་ཆེ་ཕྲ་ཆུང་གསུམ་སྣ་མང་ཅིག་བསྡུར་ཟིན་པ་རེད་ཤག་དེ་འདྲས་སོང་ཙང་ནི་ལས་འགུལ་ནི་ཅིག་གལ་ཆེ་ཁ་ཤས་ཅིག་ཐོག་ལ་ཡག་འདུག་ཅེས་གླེང་མོལ་ཞུ་ཡ་ཡིན་ལགས་སོ་ཐོག་མར་བསྟན་པ་འཇགས་ཡང་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་དང་སྦྲགས།

ཁྱེད་རང་ད་ཅིག་ད་ལྟའི་ཆ་ལ་ཡང་ཨ་རི་ནང་ལ་ཡང་འཚོ་འཚོ་གནས་བྱས་ཐལ་ཡོད་རེད་ཨ་ནི་དེ་སྔོན་ཨ་རི་ནང་ལ་ད་ཕེབས་ནས་ཨ་ནི་ཅིག་བོད་བསྟན་པ་ཆབ་སྲིད་ཀྱི་དོན་དུ་ཨ་ནི་ཅིག་བོད་པའི་བོད་དོན་གྱི་ལས་འགུལ་ཨ་ནི་ཅིག་ཆེ་ཕྲ་ཆུང་གསུམ་མང་པོ་ཅིག་འདུག་སི་པས་གནང་བཞག་དེ་དག་སྤེལ་བའི་བརྒྱུད་རིམ་གྱི་ནང་ལོགས་ལ་ཡང་ཁྱེད་རང་ད་ཅིག་ཨ་ནི་ཁ་སོ་ཀོར་གནས་བབ་ག་འདྲེ་ཅིག་གི་ཐོག་ལ་ཞུགས་རྗེས་ཨ་ནི་འགན་ག་འདྲེ་ཅིག་འཁེལ་རྗེས་ཁྱེད་རང་གིས་ཕྱག་ལས་གནང་ཡོད་མེད་དང་ཨ་ནི་ཕྱག་ལས་རབ་དང་རིམ་པ་མང་པོ་གནང་པའི་ནང་ནས་ད་ཅིག་ཕྱག་ལས

བས། ཡོང་ཐུབ་ན་ཡག་པོ་འདུག་ཚང་མ་ཆ་སྒྲིག་འཇོག་པ་རེད་ས་གནས་ལ། འདིའི་སྐབས་ལ་ནི་ང་དང་མི་གཅིག་གི་ནི་བོད་སུ་མི་གཉིས་བས་ཀྱང་མ་ཤི་བོད་སུ་ཟེར་གྱིན་ངོ་རྒོལ་ཡ་འདི་འད་ཅིག་སྤྲོ་ཡ་བྱུང་སོང་ད་ག་ནང་བཞིན་གྱི་ནི་ང་ཚོ་འདའི་ཡ་ས་གནས་ཀྱི་ད་རྒྱུ་ལས་ནང་ལ་ཚོགས་གཙོ་ཚོགས་གཙོའི་གི་འགན་དང་ད་ག་ནང་བཞིན་ཚོགས་གཞོན་དང་ད་ག་ནང་བཞིན་འདའི་ཡ་གཞོན་ནུ་ཐོག་མ་འདའི། འགོ་འཛུགས་བྱས་ཀྱི་ཐོག་ལ་ཡང་ང་ཚོ་འདུས་སྡོད་ཚོགས་གཞོན་གྱི་འགན་འཁྱེར་བ་ཡིན། ད་ནང་བཞིན་གྱི་འདའི་ཡ་ཧི་མ་ལ་ཡན་ཧྥེ་ཟེར་གྱི་གཅིག་འཚོ་བ་རེད་ལོ་ཟླ་རེ་གཅིག་འདའི་ཡ་ང་རང་ཚོ་ཧི་མ་ལ་རི་རྒྱུད་ཀྱི་ཐོག་ནས་ནི་གཅིག་ཞལ་ལག་ན་མེད་ན་ཚོ་བཙོང་ཡ་དང་སོ་སོའི་རི་རྒྱུད་ཀྱི་རེད་བ་ད་གང་ནང་བཞིན་ནི་ངའི་ཡི་ད་འདའི་ཡ་བོད་ཀྱི་ཡི་གེ་འདི་རྩ་ཆེན་པོ་ཡིན་པ་དེ་ནི་ངའི་ཡི་གེའི་ཐོག་ནས་ཡི་གེའི་ཐོག་ནས། བར་དུ་ངོ་སྤྲོད་བྱས་ཡ་རེད་བོད་པའི་ཡི་གེ་དེ་རྩ་ཆེན་པོ་དེ་སྙེ་མ་ཐུ་མི་སངས་བུ་དག་གི་གསར་རྩོན་རྣམ་པའི་སྐབས་དེ་འདི་ཡི་གེ་དེ་འདྲས་རེད་ཟེར་ལབ་ནས་དེ་འདྲས་ཐོག་ལ་ཨ་ནི་དེ་འདྲས་བྱེད་བྱེད་བསྡད་ཀྱི་ཡོད་ཤོད་ཡ་ཡིན་ཨ་ཨང་ས་གནས་ལ་ཆ་ཤོད་ན་བསླབ་བསྡད་བསྡད་ཡ་ཨ་ནི་ང་བོད་ཀྱི་སྔོན་འགྲོ་བསླབ་དགོས་ཀ་སྔོན་འགྲོའི་ཡིག་གཟུགས་དང་དེ་བསླབ་དུས་ག་ལ་ཡིག་གཟུགས་ཀྱི་བྲིས་དེབ་ཅིག་དང་ད་ག་ནང་བཞིན་གྱི་ཨ་ནི

ལ་སོགས་ཨན་ཐུ་ཆུ་ན་ད་ལྟ་ཁྱེད་རང་གིས་ད་ལྟ་གོང་ལ་བཀའ་ལན་གྱི་ནང་ལོར་ཡ་ཨ་ནི་ཅིག་ཨ་རི་ནིའུ་ཡོག་ལ་ཕེད་བྱས་འདུག་ཟས་བྱས་ངོ་རྒོལ་མ་ཤེས་པ་དོགས་བྱས་འདུག་བྱས་ནས་ཅིག་བཀའ་མོལ་ཅིག་གསུངས་སོང་ཨ་ནི་མཐའ་མའི་དེ་ལ་ཡ་ཐག་ཆོད་ག་འདྲས་བྱུང་པ་ཡིན་ན་དེ་ཨ་ཅིག་གསུངས་ན་འགྲིག་གི་རེད། ལ་སོགས་ཨ་འདི་ང་ཚོ་ཨ་ནིའུ་ཡོག་ལ་ཟས་བྱས་ངོ་རྒོལ་འགྲོ་ཡ་དེ་ནས་ང་ཚོ་ཨ་དེ་ནས་ས་གནས་དེ་ནས་ཅིག་མཐའ་མ་བསྡད་ཡ་ཕི་གས་ང་ཚོ་སླེ་ནས་ཨ་ཕི་གས་ད།

མཐའ་སྡོམ་བྱ་དགོས་པའི་རྒྱུ་མཚན་དེ་འདི་ཇི་ཡིན་ཞུས་ཡིན། ལགས་སོ་བསྟན་པ་ཅན་ལགས་ཨ་ནི། མུ་མཐུད་ནས་བཀའ་འདྲི་དུ་ཞུས་ཆོག་པ་བྱེད་དེ་མའི་དྲི་བ་དེ་ལ་ཡ། གར་ཞུ་ཡན་ཞེས་ཞུས་པ་ཡིན་ན། ཁྱེད་རང་ཨ་རིའི་ནང་ལ་ཡ་ཕེད་བྱས་ད་ཅིག་བོད་པའི་བོད་ཕྲུག་ད་ཨ་རིའི་ནང་ལ་འཚར་ལོངས་བྱུང་བའི་བོད་པའི་བོད་ཕྲུག་དུ་ཚུར་ལ་ཡ་ཅིག་དམིགས་བསལ་གྱི་བོད་པའི་སྐད་ཨ་ནི་ཡུལ་སྲོལ་གོམས་གཤིས་སྐད་དང་ཡི་གེ་ལ་སོགས་པའི་ཐོག་ལ་ཡ་བྱ་སླད་ཨ་ནི་ཞབས་འདེགས་རབ་དང་རིམ་པ་མང་པོ་ཅིག་གནང་བཞག། དེ་འདྲས་སོང་ཙང་ཅིག་གནང་བ་མ་ཟད་ཀྱི་ཡིན་ཅིག་མི་ལོ་ཧྲིལ་པོ་བཅོ་ལྔ་ཙམ་གྱི་རིང་ལས་འདུག་ཁྱེད་རང་གི་སྐུ་ལས་མང་པོ་ཅིག་སྐྱོན་གནང་བཞག་ཨ་དེ་ལྟར་སྐྱོན་དགོས་པའི་ཁྱེད་རང་གི་ཅིག་དམིགས་ཡུལ་འདྲ་པོ་ཅིག་ག་འདྲས་ཅིག་བཟུང་གི་ཡོད་པ་དང་ཨ་ནི་ད་ག་ནང་བཞིན་ཁྱེད་རང་དེ་འདྲའི་ཨ་ནི་ཐོག་ལ་ཡང་དཀའ་ངལ་ཨ་རབ་དང་འདྲེས་མ་མང་པོ་ཅིག་འཕྲད་ཡོད་པ་གོ་ཐོས་བྱུང་སོང་དེ་འདྲས་སོང་ཙང་དཀའ་ངལ་ག་རེ་འཕྲད་ཡོད་མེད་ཨ་དེ་དག་ལ་ཡང་དོང་གདོང་ལེན་ག་འདྲས་གནང་ཡོད་མེད་དེའི་ཐོག་ལ་ཡང་ཨ་ནི་ཅིག་ཨ་མདོར་བསྡུས་ཅིག་གསུང་རོགས་གནང་ཞེས་ཞུ་ཡ་ཡིན། འདི་ཡིན་ང་ཚོ་དཀའ་ངལ་སྤུ་གུ་ཡང་སློབ་སྟོན་བྱས་ལ་ང་ཚོ་དཀའ་ངལ་དང་དུ་ལེན་བྱས་རེད། གཙོ་བོ་མི་ང་རང་ཚོའི་སྐྱབས་མགོན་ཤིན་ཏུ་བུ་མཆོག་གིས་ནི་སོ་སོའི་ངོས་ནས་གང་རེ་སྐྱིད་སྡུག་ཨ་ནི་ཅིག་ཞབས་ཕྱི་ཞུ་ཐུབ་ཡིན་ན་ཕན་ཐོག་ཡོང་གི་རེད་ཟེར་སྐུ་མདུན་གྱི་དགོངས་པ་དང་ར་རེད་ང་ཚོའི་རིག་གཞུང་དེ་རྩ་ཆེན་པོ་ཡིན་པ་དེ་ཨ་ནི་ང་རང་ཚོ་སྐྱེ་ཡི་དེ་བླ་སྲོག་ཡིན་པ་དེ་དེ་འད་ཡིན་ཙང་སོ་སོའི་ངོས་ནས་ཏིས་ལེ་ཤན་ཏི་གས་ཡོད་མ་དེ་ང་ཚོ་གཏན་འཇགས་ལ་བས་དེ་ཙང་ཏི་ཅིག་ཨ། སྔོན་ཐོན་གྱི་ཀ་ཁ་རེད་ད་ག་ནས་ཀྱི་ཆོས་རེད་ད་ག་ནས་བཞིན་གྱི་རོལ་དབྱངས་རེད་དེ་གས་ཚང་མ་སྟབས་ཀྱིས་སྦས་ཚིག་སོགས་ཤིང་གི་ཡོད་ཙང་དེ་ཁོ་ཚོ་ལ་ཅིག་ང་རང་ངོས་ནས་གས་ད་ཤིང་མེད་དེ་ཤེས་མེད་དུ་པོ་ཁོ་ཚོ་ལ་ཅིག་ཅང་མཐོ་བས་ཡིན་དང་ཕན་ཐོགས་པས་ཡིན་ན་དེ་གས་འགྲིག་སོང་བསམ་གྱི་ད་སོ་སོའི་གྱི། སོ་སོའི་ནང་མི་ལ་སྐད་ཆ་དྲིས་བྱས་ནས། འདི་ཡག་པོ་ཞེ་དྲག་འདུག་འདི་འདྲས་འོ་ན་འདི་ཕན་ཐོགས་ན་ཡག་པོ་འདུག་ཟེར་བྱས་འདི་འདྲས་རྐྱེན་གྱིས་ཨ་ནི་ང་ཚོས་ཀྱི་ཡིག་བསླབ་པའི་དང་དུ་བྱས་དགོས་རྒྱུ་མཚན་གཙོ་བོ་རྒྱ་བར་མི་གོམས་པ་ཅིག་འདི་ཞིག་གྲུབ་ན་བསམ་བྱས་འདི་གི་ཐུགས་ཞུས་ཡིན། ཅེས་དཀའ་ངལ་དང་མང་པོ་ཅི་ལྟར་ཅི་བུ་སློབ་སྟོན་བྱེད་དུས་ག་ལ་ཨ་ནི་ཅིག་གླིང་གའི་ག་ལ་བསླབ་བསྡད་དུས་ག་ལ་གླིང་གའི་ནང་ལ་མི་དྲག་མ་དྲག་ཡིན་དུས་ག་ལ

དེ་འདྲས་སོང་ཙང་ཁྱེད་རང་དེ་འདྲས་ནི་ཅིག་ལྷག་དཀར་ལི་གུ་དེ་འདྲས་སྤེལ་དགོས་ཡ་གི་དམིགས་ཡུལ་འདྲ་བོ་ཅིག་དང་ད་ཅིག་གར་སོང་རེད་བསམ་ཚུལ་ག་འདྲས་ལེན་མེད་དང་ཨ་ནི་དེ་ལ་ཡ་གདེང་ཚོད་དང་ཨ་ནི་ཅིག་ག་འདྲས་བྱུང་མིན་ཐོག་ལ་ཡ་ཁྱེད་རང་ག་འདྲས་ཤོད་ཡིན།
ལགས་སོ་ད་ང་འདི་ལྷག་དཀར་ཐོག་མར་ལྷག་དཀར་མགོ་བཙུགས་ཡ་དེ་ད་ད་ང་རང་ཚོའི་གི་སྲིད་སྐྱོང་གི་ནི་ཉིས་སྟོང་བཅུ་གཉིས་ལོ་ཡ་ཨ་ནི་ཕྱི་རྒྱལ་ནང་ལ་ཡོད་པའི་བོད་རིགས་སུ་ཏྲ་ཇི་ནས་ཚོགས་པ་སྐྱིད་སྡུག་རྒྱལ། སུ་ཏྲ་ཇི་ནས་ས་གནས་ས་གནས་ཀྱི་ཐོག་ལ་ནས་ཁྲིམས་དང་མ་འགལ་ཐོག་ནས་ལས་འགུལ་བོད་རྩ་དོན་དོན་དང་ལས་འགུལ་སྤེལ་རོགས་གྱིས། ཁོ་རང་གི་བི་ཨོ་ཨེ་གནང་སོང་མི་མང་ཚང་མ་ལ་འདི་འད་ཀྱི་ཐོག་ནས་ང་རང་གིས་ད་འདི་དངོས་གནས། གལ་ཆེན་པོ་ཞིག་འདུག་མི་རིགས་མཐུན་སྒྲིལ་ལ་བོད་བསྟན་པ་ཆབ་སྲིད་མཐུན་སྒྲིལ་ལ་ནི་སོ་སོའི་སྲོག་ཡང་བཅད་འདི་བློ་ཡོད་འདུག་ག་ལ་ང་ཚོས་མ་བྱས་ན་འགྲིག་གི་མི་འདུག་བསམ་ན་ནག་ཚང་བྱུང་ན་བྱས་ར་གི་མ་རེད་མ་ནག་ཚང་མེད་དུས་དུས་ཚོད་ཡོད་དུས་བྱེད་དགོས་འདུག་བསམ་བྱས་དེ་ནས་ནི་ཅིག་དམ་བཅའ་ར་བཞག་བྱས་སོ་སོ་གི་དུས་ཚོད་ལྕོགས་ན་ཡིན་དང་ཡིན་བསམ་བྱས་ནི་འདུག་བྱས་ནས་ད་ལྟ་བོ་དོ་ལྷ་ཁ་ཡ་ལེ་གུས་པས་བསྡད་པ་ཅིག་ཡིན། ལྷ་དགའ་ལི་གུས་དཔེ་དེ་སོ་སོའི་ངོ་ནས་རྩོམ་མེད་དུ་ཚང་མ་བོད་ནང་གི་མགྲིན་ཚབ་པ་ཡིན་པའི་ཆ་ནས་དེའི་ཐོག་ལ་ལྷ་དགའ་ལ་བོད་ཀྱི་དར་ཅིག་རྒྱ་གོ་རིམ་གྱིས་ཀྱི་མཛད་པ་ཁྲི་ལས་ངོ་སྤྲོད་བྱས་ཡ་རེད། བོད་ཀྱི་ཁོར་ཡུག་རིག་གཞུང་དེ་གས་སྟབས་ཅིག་དཀའ་ངལ་ཡོད་པ་དེ་གས་ངོ་འཛམ་བུ་གླིང་ལ་སྟབས་ཀྱིས་ས་གནས་འདས་ལ་འཛམ་བུ་གླིང་མི་ཡོད་དུས་ག་ལ་འདི་འདེགས་ཀྱི་ཐོག་ནས་ངོ་སྤྲོད་བྱས་ཡ་རེད་རྒྱ་ནག་གཞུང་ཚབ་ལ་གལ་ཆེ་ཤོས་གཅིག་ལ་ང་ཚོ་རྒྱ་ནག་གཞུང་ཚབ་དུ་བ་འགྲོ་དགོས་གཙོ་བོ་གཅིག་ང་རང་ཚོ་གི་ཁ་ཁ་བསྡད་པ་ཡིན་ན་རྒྱ་ནག་གི་ད་ལྟ་བར་དུ་ལོ་བདུན་ཅུ་བཤད་བསྡད་པ་དེ་དབུ་གནས་རེད་བསམ་པ་དེ་ཕྱི་ལོག་མིག་གིས་དེ་ནི་ང་རང་ཚོ་གི་ངོས་ནས་ཡིན་གཅིག་མིན་གཅིག་གལ་ཆེན་པོ་རྩིས་བྱས་དབུ་གནས་ཏིབ་ཏིབ་སོ་སོ་མ་ཤེས་བར་དུ་དུས་ཚོད་ད་དེ་གལ་ཆེན་པོ་ཞིག་རེད་བྱས་སོང་དེ་འདས་ཀྱི་གདེང་ཚོད་བྱེད་ཆེད་ནི་ད་ལྟ་བོད་དུ་ལྷ་ཁ་ཡ་ལེ་ཁུ་པས་བསྡད་པ་ཅིག་འདུག་ཟིན་ཞིང་ཡིན་ནས་ད་དེ་ལྷ་ཁ་ལེ་ཁུ་པར་དཀའ་ངལ་མང་པོ་བྱུང་བ་རེད་སོ་སོའི་ཕྱི་ན་སོ་སོའི་ཨ་རིའི་ལ་རྒྱ་ཡིན་ཅེས་དོ་ཕོག་འགྲོ་བསྡད་པ་རེད་ཨ་ནི་སོ་སོའི་གི་བཙོན་ཁང་ནང་ལ་འཛུལ་ཅེས་ཚུལ་བྱས་ནི་ད་ནང་བཞིན་གྱི་གི་དཀའ་ངལ་དེ་འདས་ཁ་ཤས་ལེ་ཁུ་འདི་པས་བྱུང་བ་རེད་འདི་ག་ཚང་དཀའ་ངལ

གི་འཐབ་རྩོད་ཀྱི་ཐོག་ལ་ཀྱི་ཕན་ཐོགས་ཡོད་ན་དེ་འདྲས་བྱེད་མཁན་ཁོ་ཚོ་མི་ད་ལྟ་ལུང་པ་ཞིག་ང་བཙལ་ནས་མི་བཅུ་ཙམ་འདུག་ཨང་ལུང་པ་དེ་རྒྱ་གར་ནས་རྒྱ་གར་ནས་བྱས་ད་ག་ནང་བཞིན་སུའུ་ཙེར་ལན་བྱས་ད་ག་ནང་བཞིན་ཀོ་རེ་ཡ་བྱས་ད་ག་ནང་བཞིན་བལ་ཡུལ་བྱས་ཨ་ད་ག་ནང་བཞིན་ང་རང་ཚོ་ཨ་རི་བྱས་དེ་གའི་ནང་ནས་ང་ཚོ་མི་བཅུ་དེ་ནང་ད་ལྟ། གདམས་ན་ཤ་འདི་གའི་གདམས་དགོས་ཡ་གཙོ་བོ་དེ་ནི་དེང་གི་ཞུ་བ་ནས་ཅིག་སེམས་ཤུགས་སྤར་ཡ་དང་ད་མི་མང་ལ་དབུ་ནས་ཅིག་མི་ཁ་ཤས་ཡང་ཅིག་ལས་འགུལ་དང་ལ་སྤེལ་ཡིན་ནས་ཧ་མོ་གོ་ནི་ལ་ནི་བོད་པ་རྒན་པ་ཡིན་ནས་གཞོན་པ་ཡིན་ནས་སུ་ལ་ཅིག་ནས་སེམས་ཤུགས་ལས་ཡ་ཅིག་ཏུ་ཁོ་ཚོས་གི་ད་འདི་དེ་བཟོས་ཤ་འདི་ཕར་ནི་ཡོད་པ་དེ་ནི་ང་ཡ་ནི་ཚང་མ་ང་ཡ་ནི་དགོང་མོ་ལྔ་བརྒྱ་ཅིག་ནི་འགྲོ་ལ་ལྔ་བརྒྱ་ཅིག་གཟིངས་རྟགས་གི་ད་ཅིག་གནས་བབ་ཅིག་ནི་ན་ཤ་ཞུ་ཡ་ཡིན་ང་ཚོ་དེ་མི། བཅུ་བདམས་ཤིག་བཅུའི་ནང་ནས་ང་མི་གཅིག་འདུག་ཟིན་ཡིན་ཞུ་ཡ་ཡིན། ལགས་སོ་དེ་མ་བྱས་ལ་ནི་ད་ཅིག་དུས་ཚོད་ཀྱི་རྐྱེན་པས་ནི་དྲི་བ་འདི་མཐའ་མ་འདུག་ཅེས་ཞུ་ཡ་ཡིན། དེ་ནས་སོང་ཙང་ཁྱེད་རང་ད་ཅིག་མཐའ་མའི་དྲི་བ་འདི་ལ་ཡ། ང་རང་ཚོ་བོད་པའི་མི་རབས་རྗེས་མ་ཚོ་ལ་ཡ། བོད་པའི་མ་འོངས་པའི་སོན་རྩ་ནི་ཅིག་ད་ལྟའི་ད་གཞོན་སྐྱེས་རྣམ་པ་ཚོ་ལ་ཡ་ཕྱིར།

ཞེས་གསུང་གི་ཐོག་ནས་འགྲོ་ཐུ་ཨེ་ཏེ་གལ་ཆེན་པོ་གཅིག་བྱས་ཨ་ནི། སོ་སོས་ཀྱིས་གང་ཅི་བར་ཕན་ཐོགས་ག་རེ་བྱེད་པ་དེ་བྱས་ཏེ་གནད་འགག་ཅིག་ཆགས་བསྡད་ཤ་ཆགས་བསྡད་ཡོད་རེད་ཤོད་ནས་བྱོན་གལ་ཚུལ་ལ་ཨ་འདིའི་ནང་ནས་ང་རང་ཚོའི་མི་མི་སུ་ར་ཅིག་ལས་ཀ་མཉམ་རུག་བྱེད་ནས་འདི་ཚོས་ཀྱིས་སོ་སོའི་མི་རིགས་ཡིན་པའི་ཆ་ནས། ཁོས་གི་གཟི་བརྗིད་རེད་ཁོ་ཁོ་རང་གི་འཇོན་ཐང་རེད་དེ་གས་ལ་ང་ཚོ་ལས་འགུལ་སྒོ་དེ་ངས་སུ་རེ་བྱས་ནས་དེ་ལྟ་ཡ་དེ་གལ་ཆེན་པོ་བྱས་ནས་མཉམ་རུབ་ཀྱི་ལས་ཀ་བྱས་རྗེས་ཨ་ནི་ང་རང་ཚོ་གོ་བསྡུར་མང་བྱས་ད་བོད་ནང་གི་བོད་མི་མང་པོ་ཅིག་ད་མི་སོ་སོའི་ཆུ་མི་རིགས་དོན་དག་ལ་རང་སོ་ཆུ་མི་ཕུད་འདུག་ག་ལ་དེ་རྩིས་ཀྱི་བསམ་བློ་བསླེས་རྗེས་ཨ་དེ་གས་ཞུམ་པ་མེད་པའི་ཐོག་ནས་ཨ་དེ་ང་ཚོས་མ་བྱས་ན་སུས་བྱས་ཨ་ཕྱི་རྒྱལ་ལ་ཡོད་པའི་བོད་རིགས་དེ་གས་ང་དང་ང་བརྩིས་པའི་ང་རང་ཚང་མ་མི་རིགས་གཅིག་གི། རྩ་དོན་ཆེད་དུ་དེ་ག་ལ་དེའི་དབུ་ནས་དགོངས་པ་བཞེས་བྱ་བའི་ཐོག་ནས་དེ་ག་ལ་སྐྱབས་མགོན་རིན་པོ་ཆེ་ཀྱི་དགོངས་པ་གཞིར་བཟུང་ཐོག་ནས་ལས་ཀ་འགྲོ་ཐུབ་པ་ཡིན་ན་ང་ཚོ་ཕན་ཐོགས་ཆེན་པོ་ཡོང་ཡ་ཇི་དང་སྐལ་བཟང་ཚང་མ་སོང་ཡ་ལས་ནི་གང་ཟག་ལ་མ་དེ་དོན་ལ་གཏད་པའི་ཐོག་ནས་ལས་འགུལ་བྱས་ཏེ་གནད་འགག་ཅིག་གལ་ཆེན་པོ་ར་ནི་ཡ་རབས་སྤྱོད་བཟང་བྱས་འདུག་ཚོ་དཔེ་མ་ཟད་སྐུ་མདུན་ནམ་རྒྱུན་དུ་སོང་ཡ་རབས་སྤྱོད་བཟང་དང་སེམས་པ་བཟང་པོ་བྱས་ཏེ་གནད་འགག་གལ་ཆེ་ཤོས་རེད་བཤད་ཡིན་འདི་འདྲས་བྱས་ན་ང་རང་རྩ་དོན་ཡིན་ནས་རེད་རྡོག་རྩ་གཅིག་སྒྲིལ་ཡིན་ནས་རེད་དེ་གས་ཚང་མ་ཡ་རབས་སྤྱོད་ས་ང་ལ་བྱེད་པ་ཡིན་ན་ཨ་ནི་ང་ཚོ་དཀའ་ངལ་འཕྲད་ཀྱི་ཡོད་མ་རེད་བཤད་ཡིན་མཐོ་གཅིག་བྱས་ན།
བླ་བཟོ་མཐོ་ཆེ་ན་ཨ་ནི་གཅིག་ན་ད་ལན་དུས་ཚོད་ཀྱི་རྐྱེན་པས་འདུག་གླེང་མོལ་ཞུ་རྒྱུ་ཡི་ལེ་ཚན་འདི་འདུག་ཅེས་བཅས་མཇུག་སྒྲིལ་བྱེད་དགོས་བྱུང་སོང། གོང་དུ་ཨ་ནི་བསྟན་པ་འཇམ་དབྱངས་ལགས་ཀྱིས་རང་གི་ལྟ་ཅི་བོད་ཀྱི་བསྟན་པ་ཆབ་སྲིད་ཀྱི་དོན་དུ་ལས་འགུལ་བྱེད་གྲ་བྱུང་སོང་མང་པོ་སྤེལ་གནང་ཡོད་རེད་དེ་ལྟར་ཡ་གཅིག་རྗེས་སུ་ཡི་རངས་དང་བསྔགས་བརྗོད་ཞུ་འོས་པ་འདུག་ཅེས།